ཐེག་པ་ཆེན་པོ་ཟེར་དུས་ཆོས་མ་རེད་ཟེར་མཁན་གྱི་སུ་ཡོད་རེད་ཁོ་ཧ་ལས་ནས་དེ་ལྟ་དྲ་ལ་འོང་གི་འདུག་བ་ལ་ངོ་མ་དགེ་བཤེས་ཞེས་པ་དེ་ང་ལབ་སོང་ཁག་གོ་ཁོ་ཚོ་དེ་ནི་དབྱིན་ཇི་ཁ་ཤས་ཤིག་མཉམ་དུ་བགྲོ་གླེང་ཚོགས་ཡིན་བགྲོ་གླེང་ཚོགས་པ་ནས་སྐབས་སུ་དབྱིན་ཇི་དེ་ག་ལབ་གི་འདུག་ཟེར་སངས་རྒྱས་ཟེར་ཡ་དེ་ཐམས་ཅད་མཁྱེན་པ་ཡིན་ས་མ་རེད་ཟེར། གང་ཡིན་ཟེར་ན་དབྱིན་ཇི་སྐད་ཤེས་པའི་ལོ་རྒྱུས་མི་འདུག་ཡག་པོ་བྱས། ད་ལྟའི་ལོ་རྒྱུས་ཤིག་དབྱིན་ཇི་སྐད་ཤེས་པ་ཇི་ལྟར་སྐྱེ་ཡོང་ཆ་ནས་ཡོད་རེད་མ་གཏོགས་དམིགས་བསལ་དབྱི་སངས་ཆེན་དབྱིན་ཇི་སྐད་ཤེས་པ་དང་དབྱིན་ཇི་སྐད་འཇམ་ཞགས་པོ་ལོ་རྒྱུས་ཤིག་ཆགས་ཡོད་མ་རེད་བ་ཐོས། དེ་ནས་ཁོ་ཚོས་ད་དེ་ནས་གང་ལྕགས་ལབ་མེད་ཡིན་ནས་ཆེག་ལབ་སོང་ད་གང་ལྟར་དེ་འདྲ་བོ་ཞིག་འདུག་ཁྱེད་ཚང་ཆགས་ཡོང་རོགས་ད་ལྟ་འདི་ཚོ་ཐམས་ཅད་དེ་ཐ་སྙད་དང་དགའ་བ་གང་མ་དེ་ཚོ་བྲིས་འདུག་ད་ལས་འདི་གཅིག་གཅིག་དེ་ནི་ད་ལྟ་ང་ཚོས་ཤེས་ས་དེ་དེ་ནི་རིག་པ་དང་དགའ་བ་སྤངས་ས་ལ་ཐོགས་དུ་ཡོད། ད་དེའི་རིག་པ་དང་དགའ་བ་སྤང་བ་ཟེར་ཡ་དེ་དངོས་གནས་འདི་གི་རགས་པ་གི་དབང་དུ་བསམ་བློ་བཏང་བས་ན་འདིའི་རིག་པ་དང་དགའ་བ་སྤང་བ་ཟེར་ཡ་གི་གོ་དོན་དེ་ད་ལྟ་ང་ཚོའི་ཚད་མ་ཡི་བ་ཐ་སྙད་གཏན་ནས་འབབ་ཟིག་གི་རིག་པ། ཚད་མ་དེ་གཙོ་བོ་དེ་ནི་ཐ་སྙད་གཏན་ནས་འབུལ་ཟིག་གི་རིག་པ་ར་བ། དེའི་གི་རིག་པ་དེ་དང་དེ་ནི་དབུ་མི་གི་རིག་པ་དེ་དོན་དམ་གཅོད་ཟིག་གི་རིག་པ་ར་བ། འོ་མ་ཁ་དོན་དམ་གཅོད་བྱེད་ཀྱི་རིགས་པ་རེད་ཐ་སྙད་གཏན་ནས་འབུལ་བྱེད་ཀྱི་རིགས་པ་མི་ཤེས་པའི་ཆོས་ནི་མ་རེད་དེ་གཙོ་བོ་དོན་དམ་གཏན་ནས་འབུལ་བྱེད་ཀྱི་རིགས་པ་རེད། ཁ་ཙང་གི་ང་ཚོས་འདིའི་གོང་དེ་ནི་རིགས་པ་རྣམ་གྲངས་དེ་ནི་མགོ་བརྩམས་གྲངས་བགྲངས་བསྡད་ཡག་གི་རིགས་པ་ཡོངས་རྫོགས་དེ་ནི་དོན་དམ་གཏན་ནས་འབུལ་བྱེད་ཀྱི་རིགས་པ་རེད། དེའི་རིགས་པ་གཉིས་པོ་མགར་སྤོང་གི་རེད་བ། དེའི་གི་དེའི་གི་རིགས་པ་དེ་མགར་སྤོང། དེ་ནི་ཐ་སྙད་ཁ་གཅོད་བྱེད་ཀྱི་རིགས་པ་དེ་དང་དེ་ནི་དོན་དམ་གཅོད་བྱེད་ཀྱི་རིགས་པ་གཉིས་པོ་དེ་འགལ་བ་མེད་པའི་ཚོར་སྟོན་བྱེད་རིགས།

ད་ཡོད་རེད་དེ། རེད་དེ། འདི་ན་ནི་ངས་ནི་ཁ་རྩང་བཞག་ད་བཤད་གསུང། མཇུག་འབྲས་གྲུབ་ཤ་ནང་གི་གཙོ་བོ་ཚོ་ལངས་ཡོང་ཡིན་དེ་གི་སྙིང་པོ་དུ་གསལ་མེད་ད་ང་ཚོས་མི་ཤེས་སུ་མི་རང་བ་དེ་ཚོ་གར་བྱས་རེད་བསམ་ནས་ད་ང་རང་གི་ཐུགས་སྣང་རེའོ་དེ་ཚོས་ལངས་ཡོང་བ་རེད། དེ་ན་ནི་ཁ་རྩང་བཞག་བཤད་བསྡད་ཡག་དེ་དེ་ནི་ཀུན་རྫོབ་བདེན་པ་དེ་ཐབས་ཡིན་དོན་དམ་བདེན་པ་དེ་ཐབས་ལས་བྱུང་བ་ཡིན་ཞེས་བཤད་གསུང་ཨ་ང་ཚོས་ད་དེའི་སྐོར་དུ་བཤད་བསྡད་རེད་ད་འདིའི་སྐོར་དུ་བེད་ཀར་ཆེན་པོ་དྲང་མོ་རེད།

དེ་ནས་རིག་མའི་ཆེ་བ་ལྔ་དེ་དེ་ནས་ཤེས་པར་རེ་ཞིག་དེ་ནས་ཤེས་ད་དེ་གི་སྐོར་དུ་སོགས་ཐམས་ཅད་དེ་ནས་ག་ནས་རེད་ཟེར་ན་དེ་ནས་གཅིག་དེར་བ་ཕྱིས་བསྡུས་པ་ཞིག་ལ་དེ་ནས་བརྒྱ་ག་ལ་སྐབས་དེ་དུས་གྲགས་པ་གི་ཤེས་བྱ་དེ་སོགས་རེད་མ་གཏོགས་ཤེས་བྱ་ཞིག་ཡེ་ནས་བཟུང་སྟེ་དེ་ནས་ང་ཚོས་ཨོ་དེ་ནས་རིག་མའི་ཆེ་བ་ལྔ་རེད་བསམ་ནས་བཏང་དགོས་ཚུལ་དེ་ཅང་ཡོད་མ་རེད་དེ་ཡིན་ལ་མ་ཟད་ད་སྐབས་ག་དུས་དེ་དུས་ག་རེ་གྲགས་པ་ཡོད་པ། ད་དེའི་སྐོར་དེ་བཞག་བཞག་རེད་བ། རྒྱ་གར་ལ་སྐབས་དེའི་གནས་སྐབས་སུ་ལ་རིག་གནས་ཆེ་བ་དེ་ཚོ་གྲགས་པ་ཡོད་པ་ཡིན་པས་སོང་ཙང་དེའི་གི་ཆེ་བ་དེ་ཚོ་བཤད་ནས་ད་དེ་དྲག་བཟོས་ཤར་རི་རིག་གནས་ཆེ་བ། ཨོ་དེ་དུས་དེ་ནས་རིག་གནས་འགའ་ལ་རྒྱ་མགོ་རི་ཟེར་བ་ནག་པོ་དང་སྤྱོད་འཇུག་གི་གནས་སྐབས་སུ་ལ་ཡང་སོང་ནས་དེ་ནས་ད་རྒྱ་ཟས་རྣམས་ཀྱིས་མི་ལྷག་པ་དེ་ནི་གང་ཡང་ཡོད་མ་ཡིན་སོང། ད་ནི་བཟང་ཕྱུག་གསུམ་པ་ཞིག་ཡེངས་ནས་བཟུང་སྟེ་ཤི་བཟའ་ལ་དེ་ནི་ལྷག་སྦྱོང་ཟེར་ཡ་མེད་པ་ཞིག་རྩ་བ་ནས་མེད་གསུངས་འདུག་རྩ་བ་ནས་མེད་གསུངས་ཏེ་ཟེར་ན་དེ་ནི་ད་ནང་བཞིན་གྱི་ད་ལྟ་མཐོ་མདོག་ནང་ལོག་ལ་རེད་ད་དེ་ནི་སངས་རྒྱས་སྐབས་དེའི་གནས་སྐབས་སུ་ལ་རཱ་ཇི་གྷི་རི་བཞུགས་འདུག་རཱ་ཇི་གྷི་རི་ལ་ཁོང་ཡོན་རིན་པོ་ཞུ་བཞུགས་ཡོད་ཟེར་ར་རཱ་ཇི་གྷི་རི་ལ་ལ་དོ་ཐེག་པ་དེ་ནི་བཀའ་བར་པ་མཚན་ཉིད་མེད་པ་དེ་ཡང་དེ་ན་གསུངས་རེད།

ཤེས་རབ་ཅན་རེ་ག་རེ་རོ་ད་དྲི་བ་དྲི་ལན་ཟེར་པ་ལ་ལག་འཁྱོག་ཏུ་གྱུར་པ་ར་དེ་འདྲ་ཡིན་དུས་དེ་རབ་འབྱོར་དུ་ན་གཞོན་མཚན་མོ་རྨི་ལམ་བཏང་ནས་སངས་རྒྱས་རྨི་ལམ་ལ་བཏང་སངས་རྒྱས་རྨི་ལམ་བཏང་དུས་དེ་ནས་མགོ་ལག་དེ་རེ་ལག་པ་བཞག་ཡོང་བའི་རྨི་ལམ་ཞིག་བཏང་སོང་ལབ་དུས་ད་ལྟའི་དེ་ནས་རྨི་ལམ་དེ་གང་རེད་ལབ་དུས་དགྲ་བཅོམ་པ་ལ་རྨི་ལམ་བཏང་ཡག་ཡོད་ཟེར་ར་ཁྱེད་ཚོ་དེ་ད་ལྟ་མ་གཏོགས་དྲིན་ཡང་མ་སོང་དེ་མིན་རྨི་ལམ་ཟེར་ཡག་དེ་ཁྱེད་ཚོ་དེ་དེ་ནས་བག་ཆགས་ཁེར་བ་ལ་ལ་དགྲ་བཅོམ་པའི་བག་ཆགས་སྤངས་ཡོད་མ་ར་བ། དེའི་རྗེས་ཁོ་ཚོ་ལ་གཉིད་ཁུག་ཡག་དང་དེ་ནས་རྨི་ལམ་བཏང་ཡག་ཡོད་ས་རེད་འདུག་རྨི་ལམ་བཏང་འདུག་གང་ལྟར་ཁོང་ཚོ་རྨི་ལམ་བཏང་འདུག་རྨི་ལམ་བཏང་ནས་དེ་ནས་དེ་ནས་ལག་པ་བཞག་སོང་ནས་རྨི་ལམ་བཏང་སོང་ལ་དེ་ནས་སངས་རྒྱས་ལ་ཞོགས་པ་ཞུས་དུས་ཡག་པོ་རེད་ལབ་འདི་ནས་ཁོང་སངས་རྒྱས་ཡང་ཟ་གི་སྤུན་པོ་རང་ངོ་དེ་ཞོགས་དུ་མེད་འགྲོ་ད་ད་ལྟ་ཡང་དེ་དེ་ར་ཇི་གུ་རི་ད་ད་ཅེས་འདུག་བ་ང་ཚོའི་འགྲོ་དེ་ཟེར་ཡོད་བ་དེ་སྔ་མོ་སངས་རྒྱས་ཞོགས་དུས་དེ་ན་གྲོང་ཁྱེར་ཡོད་མ་རེད་ད་དེ་ན་གྲོང་ཁྱེར་འོ་མ་རེད་སྟོང་པ་རེད།

དེ་ཡིན་དུས་དེའི་སྐབས་བུད་མེད་དེ་ག་ཚོད་ལབ་པ་གནས་སྐབས་སུ་ལ་དེ་ནས། ང་དེ་ནས་འདི་འདྲི་ཕྱི་མི་རྫོགས་སུ་བྱས་ནས་སེམས་ཅན་གྱི་དོན་དག་བྱེད་ཀྱི་ཡོད། དེ་ནས་ལབ་འདོད་གང་བྱས་ནས་བྱེད་ཀྱི་ཡོད་པས་ལབ་ནས་གནས་སྐབས་སུ་ལ་དེ་ནས་སེམས་ཅན་ག་རེ་ལ་དགའ་བ་ལྟ་ན་དེའི་ལས་ཀ་དེ་བྱས་ནས་ཐར་ལམ་ལ་བཀུག་ཆོག་པ་ཡིན་ལབ་འདོད། ད་སེམས་ཅན་ག་རེ་ལ་དགའ་བ་ལྟ་ན་ཡང་ད་ག་རེ་ལ་དགའ་གི་ཡོད་ན་དེ་ག་རང་བྱེད་ཆོག་གི་ཡིན་ལབ་འདོད་དེ་རེད། ད་དེ་ཡིན་དུས་དེ་ནས་དཔེར་ན་ཁ་ཤས་རྒྱུ་སྤང་རྒྱུ་ལ་དགའ་བ་ཡོད་ན་རྒྱུ་སྤྲད་ནས་བཟོ་ཆོག་འདོད།

པོ་དེ་སོགས་མང་པོ་བཤད་དེ་ནས། མོ་ལ་དགའ་ཡོད་ཟེར་ར་མོ་སྙིང་རྗེ་བོ་གྲོགས་མོ་འདུག་བ། ཡང་གྲོགས་པོ་འགྲིག་ཨོ་ཟེར་ར་འོ་ད་ད friend རེད་ལ་ཧོན་ཏོ་ཀར friend རེད་ད་དེ་འདྲ་ཡིན་ས་རེད། དེ་འདྲ་ཟེར་དེ་དགའ་བོ་ཟེར་དགའ་བོ་ཟེར་ན་དེ་དགའ་བོ་དེ་བེད་སྤྱོད་དང། མོ་ལ་དགའ་དགའ་བོ་ཞིག་ཚོ་དགའ་ཡོད་ར་ཕ་ཚོ་དགའ་ཡོད་པ་གནས་སྐབས་སུ་ལ་ཕ་ག་རེ་ཟེར་ན་པེ་གྲངས་མོ་ཉན་གི་ར། ར་བུ་མོ་ལ་བུ་དགའ་ན་དེ་ནས་བུ་མོ་དེ་གི་བུ་དེ་གཡོག་ལ་སྐུ་རྒྱུ་དེ་ཚོ་འཕྲོག་ཚང་མ་ཚོ་གོ་ཏོ་ཡ་རྒྱོག་འགྲོ་གི་འདུག་བ་དེ།

དེ་ནི་ང་ཚོས་ཧ་གོ་དགོས་པ་ཞིག་ལ་མ་པ་ལོ་ཙཱ་དེ་དེ་ནི་མདོ་སྔགས་གཉིས་ཀྱི་ནང་ནས་ཁོང་གི་བརྒྱུད་པ་དེ་ག་རེ་རེད་ཟེར་དུས་སྔགས་རེད་ད། མདོ་ད་བཤད་ནི་བཤད་ཡིན་ཟེར་རོ། མ་གཏོགས་ང་ཚོས་གཅིག་དྲན་དུས་ང་ཚོ་ང་ཁྱེད་ཚོས་དེ་དྲན་ཡོང་འགྲོ། ང་ཡང་སྔོན་མ་རིག་གནས་འདི་ག་འཇའ་འོད་ནས་ག་སོགས་ལ་ཁེངས་ཚ་མ་པ་ལོ་ཙཱ་ག་དེ་ནི།

དེ་འདྲའི་ཞིག་ད་ལྟ་ད་ནི་དེ་ནི་འགྲོ་འོང་བསྐྱངས་གོང་ཆེ་ཚང་རིན་པོ་ཆེ་གི་དེ་ནི་མ་པ་ཀ་འབངས་ཚོས་པོ་ཏི་རྩོམ་འབྲི་ཡག་པ་དེ་ན་འབྲི་ཤི་འདུག་བ་དེ་ཡིན་ཡང་ཡིན་ས་རེད་ད་ལྟ་ང་ཚོས་གི་དེ་ནི་རྟགས་འབྲི་ཡ་ཀོང་གྲོ་རིན་པོ་ཆེ་གི་གཟེངས་ཡོད་ས་མ་རེད་བ་དེ་གི་དེ་ནི་རྒྱུད་བླ་མ་འབྲི་བ་དང་རྩ་བ་ཉིད་ནས་འབྲི་གི་མ་རེད་དེ་རེད་དེ་ཚོ་ད་མདོ་ཡི་སྤྱི་བཤད་དེ་ར་ཁྱེད་རེད་འདུག་བ་མདོ་གི་བཤད་པ་ཞིག་མ་གཏོགས་ས་ཆེན་བཤད་པ་ཟེར་ན་ཨ་ལགས་མི་འདུག་བ་ད་ལྟ་མར་པ་ཀི་གསུང་སྒྲོས་ཡིན་ཟེར་ཡ་དེ་ནི་ས་ཆེན་ཁོ་རང་ཇི་མ་ཇི་བཞིན་ཟག་ཆེན་དཔེ་ཞུ་ཞོག་པ་ན་དོ་ད་དེ་ན་དོ་ང་ཚོའི་བཀའ་བརྒྱུད་བླ་མ་དེ་ཚོ་གོང་མ་དེ་སྔ་མོ་བཤད་བསྡད་པ་མང་པོ་གི་དེ་ཡིན་ས་རེད་བསམ་ས་རེད་ཞེས་དྲིས་ད་དེ་ཁོང་གི་ཞར་བྱོན་རེད་ཟེར་བ་ཞིག་དང་དྲིས་ད་ད་ད་མདོ་བརྒྱུད་བླ་མ་ནས་བཤད་ཡིན་ས་རེད་ད་གཞན་དག་གང་ཡིན་ཞེ་ད་བཤད་ཡོད་མ་རེད་ད་དེ་ནས་དཔྱད་བརྗོད་བཤད་བསྡད་རེད་མ་གཏོགས་པ་གི་མདོ་བསྐྱར་བཤད་བསྡད་མ་རེད་ཟེར་ད་དེ་དེ་ཚོ་ནས་བཤད་ས་རེད་ད་བརྒྱུད་བཤད་པའི་ནང་ལོགས་ནས་མ་བཤད་དུས་བཤད་བརྒྱུད་དང་དེ་ནས་སྒྲུབ་བརྒྱུད་གཉིས་ཡོད་དུས་ང་ཚོ་མི་ལ་སྒྲུབ་བརྒྱུད་རེད་བ

ཁ་ལག་ཡང་ཟ་ཡག་མེད་པ། དེ་ནས་གུས་ཡང་གོན་ཡག་མེད་པ། དེ་འདྲ་ཞིག་བྱུང་འདུག་དང་སོང་གོར་སོང་ད་བཀའ་བརྒྱུད་པ་གི་ད་བཀླགས་མ་ཐུབ་ད་ཁྱེད་ཆོས་གྲགས་ཤུ་དེ་རུང་ད་རོས་བོད་སི་ན་བོན་གྱི་སྐོར་ཅུ་བྱུང་འདུག་དང་སོང། ཡེ་ནས་ཡང་ཁོག་ཆུ་ལབ་འདུག་ག། དེ་ནས་ཤེས་བྱ་རིག་པ་ཚང་མ་ལ་སྦྱངས་སི་ག་སི་སྦྱངས་ནང་མ་སོང་པ་ཡིན་ཡང་སི། དེ་ནས་མ་རྒྱལ་བོད་པ་སི་ཡ་དེ་མ་འགྲོ་སྤྲང་པོ་ཚང་ཡིན་སི་ར།

རིག་པ་དཔེ་ཐོག་ལུས་པས་ཟིན་ཏེ་དཔེ་ཆ་དངོས་ལྟ་དུས་ཆད་ཧ་གོ་གོ་རེད་ད། སང་ཉིན་དངོས་གནས་རང་གི་བེད་སྤྱོད་གཏོགས། ཡང་ན་རོགས་ལ་ཕན་བཏགས་པོ་གནས་སྐབས་སུ་ལ་དེ་ཚར་རེ་ཡོད་མ་རེད། དཔེ་ཆ་ཡོད་མ་རེད་བ། དཔེ་ཆ་དངོས་ལ་ཡོད་ཚད་དེ་ཧ་གོ་གོ་རེད་དེ་ནས་འདུག་འདུག་འདུག་འདུག་ཟབ་ས་འདྲ་བོ་ཞིག་སུ་སུའི་བློ་ཐོག་ལ་མེད་པ་ཡིན་ན་དེ་ནས་བེད་སྤྱོད་ཆུ་ནས་མེད་པ་ཆགས་འགྲོ་གོ་རེད་དེ་འདྲ་ཆགས་འགྲོ་གོ་རེད་དེའི་རྒྱུ་མཚན་དེ་ནས་ཡིད་ལ་ཤོང་ཟེར་ཏེ་བཤད་པ་ཡིན། ད་ང་ཚོས་དེའི་གི་ཐབས་དང་ཐབས་བཟང་ཡིན་པ་དེ་བཤད་ནས་ད་བདེན་པ་གཉིས་པོ་གཅིག་དང་ཐ་དད་གང་ཡིན་ཟེར་ཡ་དེ་རེད་བ།

དེ་འདྲ་དེ་ཡོད་རེད་དེ་ཡིན་ན་ཡང་ད་དངོས་གནས་རྒྱལ་བོ་ག་བཀའ་དང་རྗེ་ཆོས་འཁོད་པ་བསྟན་བཅོས་དཔང་པོ་ལ་བཞག་དེ་ནས་དངོས་པོ་གི་གནས་ཚོད་འདི་ཚོ་ཐམས་ཅད་དེ་ནས་དངོས་ཡོད་གནས་ཚོད་ག་རེ་ཡིན་པ་གཞི་ལ་བཞེས་ནས་སུམ་དུ་བཏང་བ་ཡིན་ན་དོ་གཅིག་དང་ཐ་དད་གང་ཡང་མ་རེད་ལབ་འདུག་བ། གཅིག་དང་ཐ་དད་བདེན་གཉིས་ཟེར་ཡ་དེ་གཅིག་ཀྱང་མ་རེད་ཐ་དད་ཀྱང་མ་རེད་གཅིག་དང་ཐ་དད་གང་ཡང་མ་རེད་ཟེར་ཡ་དེ་དེ་དག་སངས་རྒྱས་ཀྱི་བཀའ་ཡི་ནང་ན་དེ་ཡོད་རེད་རྗེ་ཆོས་འཁོད་པ་བསྟན་བཅོས་ནང་ལ་དེ་ཡོད་རེད་དངོས་ཡོད་གནས་ཚོད་ལ་ཡང་དུ་དེ་འདྲ་འདྲ་ཟེར་བ་དང།

ཀུན་རྫོབ་ཀྱི་ཆོས་འདི་དག་ཐམས་ཅད་དེ་དོན་བྱེད་ནུས་པ་དངོས་པོའི་མཚན་ཉིད་ལ་དགོས། ཀུན་རྫོབ་ཀྱི་ཆོས་དེ་དག་ཐམས་ཅད་དངོས་པོ་ར། ཟ་བ་ཟས་ནས་ཡོང་བ་ར་ད་གང་ལྟར་དུ་རྒྱུ་ལས་མ་བྱུང་བའི་ཆོས་མི་ཡིན་ཏེ། དེ་ནི་རྒྱུས་བསྐྱེད་ནས་འབྲས་བུ་སོང་ཡང་གལ་ཏེ་འབྲས་བུ་རྒྱུ་སུ་ཡང་འབྲས་བུ་བསྐྱེད་དུ་འགྲོའི་ཟས་ནས་ཡོང་རུང་བ། ཕ་མས་སྤུ་གུ་བསྐྱེད་སྤུ་གུས་ཡང་སྤུ་གུ་བསྐྱེད་དུ་འགྲོའི་ཟས་ལས་ཀ་ཟས་ནས་ཡོང་རུང་བ་འདི་འདི་ཟས་པ་ཟས་པས་ཟ་བ་ཟས་པ་ཟ་བ་གི་གོ་བོ་རེད་ད། དེ་བདུད་རྩི་གི་ཁམས་ཀུན་རྫོབ་ལྡན་པ་རེད་དེ་དོན་དམ་མཚན་ཉིད་དེ་ནི། གཅིག་དང་ཐ་དད་བྲལ་བའི་མཚན་ཉིད་དེ་ཞིག་རེད་ཀུན་རྫོབ་ཏུ་ལྡན་པ་དང་དོན་དམ་པར་ལྡན་པ་གཉིས་པོ་དེ་གཅིག་ཀྱང་མ་རེད་ལ་ཐ་དད་ཡང་མ་རེད་ལབ་རེད་དེ་མཚན་ཉིད་དེ། ད་ལྟའི་ཁོ་རང་གི་དངོས་ཡོད་གནས་ཚུལ་དེ་གཅིག་དང་ཐ་དད་བྲལ་བའི་མཚན་ཉིད་ཡིན་པའི་རྒྱུ་མཚན་དེ་ཉིད་ལ་བརྟེན་ནས་གཅིག་དང་ཐ་དད་གཉིས་དེ་གང་རྟོགས་པ་ཟེར་ནས་ཀུན་རྫོབ་ཀྱི་ལྡན་པ་དང་དོན་དམ་པར་ལྡན་པ་གཉིས་པོ་དེ་གཅིག་ཏུ་རྟོགས་ན་ཡང་རྣམ་རྟོག་ལོག་པ་རེད།

ད་ལྟའི་ལམ་ནི་དེ་ནས་འདི། དེ་ནས་ད་བདེན་གཉིས་གང་གི་སྐབས་སུ་ཡི་གཅིག་ཐ་དད་མ་རེད་ཟེར་ཡ་འདི་རེད། གང་ཡིན་ཟེར་ན་དེ་ནི། ཀུན་རྫོབ་ཏུ་བདེན་པ་དང་དོན་དམ་པའི་བདེན་པ་གཉིས་པོ་དེ་འཇུག་པ་རང་གྲོལ་ལ་ནི་ལམ་ནི་དངོས་གཉིས་ངོ་བོ་གཉིས་ནི་འཛིན་པར་སྦྱོར་ལགས་པ། སྲིད་པ་སོ་སོ་སྐྱེ་བོའི་ཀུན་མཐོང་གི་དངོས་པོ་ལ་མཐོང་སྟངས་ཀྱི་འཛིན་སྟངས་ཞེས་དང་གཅིག། འཕགས་པ་སོ་སོ་སྐྱེ་བོ་རྣམས་ཀྱི་མཐོང་སྟངས་དང་འཛིན་སྟངས་དང་གཅིག། དེའི་ཟེར་ནས་དེ་ནི་འཕགས་པའི་མཐོང་བ་དེ་དོན་དམ་བདེན་པ། སོ་སོ་སྐྱེ་བོ་རྣམས་ཀྱི་མཐོང་བ་དེ་ཀུན་རྫོབ་བདེན་པ་ཡིན་ལགས་པ། དེ་ཡིན་དུས་ད་ལྟ་དེ་ནས་ཀུན་རྫོབ་བདེན་པ་ལ་བསྟུན་ནས་ཡང་གཅིག་མ་རེད་ལ་ཐ་དད་མ་རེད་དེ་ཡང་བཞི་པ་ལུས་ལ་བསྟུན་ནས་ཀྱང་བཞི་པ་སོ་སོ་ཅིག་འོ་ན་ཀུན་རྫོབ་བདེན་པ་རེད་ད། དེ་ལྟོས་པའི་གནས་སྐབས་སུ་ལ་ཡང་གཅིག་ཀྱང་མ་ཡིན་ཏེ། གཅིག་མ་ཡིན་པའི་རྒྱུ་མཚན་ལ་གང་ཟེར་ན་དོན་དམ་མིན་ནམ་ཟེར་ལབ་ཚེ་དེ་རེད་ད། ང་ཚོས་ཀུན་རྫོབ་ཀྱི་ཆོས་འདི་དག་ཐམས་ཅད་བཞི་པ་སོ་སོ་ཅིག་བོ་ནི་ལྷག་མདོག་ཡོད་རེད་གཅིག་པ་ཡིན་ན་ནང་དགོས་ཀྱི་རེད། རེད་བ། གཅིག་ལ་མཐོང་བ་ཞིག་དང་མ་མཐོང་བ་གཉིས་ག་བ་ཆགས་ཀྱི་རེད། མཐོང་དང་མ་མཐོང་བའི་གོ་སྐབས་མ་འདྲ་བ་གཉིས་ཡོད་མ་རེད་བ། གཅིག་ད་གཅིག་པ་ཡིན་པའི་རྒྱུ་མཚན་ལ་བརྟེན་ནས་མཐོང་ན་མཉམ་མཐོང་རེད་མ་མཐོང་ན་མཉམ་དུ་མི་མཐོང་བ་རེད། དེ་ནི་གཅིག་པ་དེ་མི་འདྲ་བ་ཚེ་ཐ་དད་པ་མ་ཡིན་ཏེ་ཐ་དད་དུ་མ་མཐོང་བ་གསལ་ལ་རེད། ང་ཚོ་ལ་ལྟོས་ནས་དེ་ནི་ཀུན་རྫོབ་བདེན་པ་འདི་རེད་ཟེར་བ་ད་ང་ཚོས་མཐོང་ཡ་ཡོད་ར། ཀ་བ་དང་བུམ་པ་གངས་ཅན་མ་ཚད་པ་ཀ་ང་ཚོ་ཡང་ཀུན་རྫོབ་བདེན་པ་ར།

འཕགས་པ་མཉམ་གཞག་ལ་བཏུད་ནས་དང་ཀྱང་བྱས་ཏེ་དེ་ནས་དངོས་པོའི་གོས་ཆུ་ཀ་བ་མི་འགག་དངོས་པོ་དེ་དག་ཐམས་ཅད་ལ་འཕགས་པ་རྣམས་ཀྱི་གཟི་མདངས་ཡང། མཉམ་གཞག་ལ་བཏུད་ནས་ཀྱང་གཅིག་ཀྱང་མ་ཡིན་ཏེ་ཀུན་རྫོབ་སྣ་ཚོགས་པོ་སྣང་བ་འདི་མི་སྣང་བའི་སར་གསལ་བའི་གནས་སྐབས་སུ་ལ། དེ་ནས་ཀུན་རྫོབ་སངས་རྒྱས་མ་རེད་དང་འཕགས་པ་རྣམས་ཀྱི་མཉམ་གཞག་ཡོད་ར་སྟོང་ཉིད་རྟོགས་པའི་བློ་རེད་བ། སྟོང་ཉིད་རྟོགས་པའི་བློ་ཡིན་དུས་དེའི་གནས་སྐབས་སུ་ལ་ང་ཚོས་དུས་རྒྱུན་ཤེས་བསྡད་ཡ་དེ་རེད་གཡོར་ཆུ་གཅིག་ཡན་ལ་ཡུར་གྱིས། དེ་ནས་དེ་ནས་ཡེ་ཤེས་དེ་ཡང་དེ་ནས་དབྱེར་མེད་པ་ཡོར་དང་ཡོར་གྱི་དབྱེར་མེད་པ་དེ་ནས་ཆུ་ནང་ལ་ཆུ་བླུགས་པ་ནང་གི་སྦྱོར་འགྲོ་བ་རེ་ཞེས་བྱེད་དོ། ཡོར་ཆུ་ཡང་སྤྲུལ་པ་དང་བྲལ་བ་ལྟ་བཟའ་དེ་ནས་ལྟ་བ་གི་ཡོར་དེ་དེ་ཡིན་པ་གང་ཞེ་ན་དེ་ལྟ་བཟའི་ཡོར་སྤྲིན་གྱི་ཡེ་ཤེས་དེ་ཉིད་ཡང་སྤྲུལ་པ་དང་བྲལ་བ་རང་བཞིན་ཆ་ནས་ཐ་དད་དུ་མེད་པ་ཆགས་འགྲོ་བ།

ད་ག་ཟེ་ཐ་དད་པ་ཡིན་པའི་དབང་དུ་བསམ་བློ་དང་བབ་པ་མཉམ་རྒྱག་སྟེ་ཆོས་ཀྱི་གནས་ལོག་ཁྱོད་ལྟ་བ་བཞིན་དུ་རྟོགས་པ་ཡུལ་ཅན་གྱི་ཡེ་ཤེས་འགྲོ། ཡུལ་ཅན་ཡེ་ཤེས་ཡིན་དུས་ག་ཟེ་བདེན་གཉིས་དེ་ཐ་དད་ལས་ཡོད་ན་དེ་ནི་དོན་དམ་བདེན་པ། མཉམ་རྒྱག་གི་སྐབས་སུ་མཐོང་བ་ནང་བཞིན་ཀུན་རྫོབ་བདེན་པ་དེ་ཡང་མཐོང་དགོས་རོ། དེ་དེ་མཐོང་ཡ་ལ་ཡོད་མ་རེད་ག་ཟེ་དེ་མཐོང་ཡ་ཡོད་ན་ཆོས་དང་ཆོས་ཅན་གཉིས་ཆགས་ཀྱི་མ་རེད་བ། ཨ་དེ་ཐ་དད་པ་པ་ཡང་མ་ཡིན་དེ་ཐ་དད་དུ་མ་ཟེར་ཟེར།

ད་འདི་གནས་ངན་ལས་ཀྱི་འཆིང་བ་ལས་གྲོལ་གི་མ་རེད་ཟེར་ཡ་དེ་ཡིན་རྒྱུ་འོ་དེ་འདི་གི་གནས་ངན་ལས་ཀྱི་འཆིང་བ་ཟེར་ཡ་དེ་སེམས་རྒྱུད་ལ་ཡོད་པའི་བག་ཆགས་ངན་པ་དེ་ལ་གཙོ་བོ་དེ་རྒྱུ་ཨ་མ་འདྲ་བོ་དེ་དེ་རེད་ཡིན་ས་དེ་དེ་རེད། དེ་ལ་བརྟེན་ནས་དེ་ནས་འདི་གི་འབྲས་བུ་དེ་ཉིད་ལ་ང་ཚོའི་ལུས་ངག་གི་སྟེང་ནས་སླེབས་ཡོང་གི་རེད་བ། གནས་ངན་ལས་ཀྱི་འཆིང་བ་ཟེར་དུས་དེ་ནི་ང་ཚོའི་བག་ཆགས་དེ་གི་ས་བོན་དེ་རྩ་བ་དྲུངས་ཀྱིན་ནས་སྤངས་མ་ཐག་པ་བརྟེན་ནས་ཁ་ཤས་བླ་མ་རྟོགས་ལྡན་ཡག་པོ་དེ་ཚོ་ཡིན་པ་ཡིན་ནས་མཚམས་མཚམས་སུ་སྣ་ཐུག་ཐུག་པའི་སྤྲང་མོ་ཡོད་རེད་བ།

དེ་ཚོ་འདྲ་བོ་ཞིག་ཡིན་ན་ཡང་དག་ང་ཚོ་ལ་བལྟས་ན་གོ་དོན་ཚད་མི་ཆུང་བ་ལས་མ་འདྲ་བ་ཡིན་སྲིད། དེ་ག་ནང་གི་གནས་ངན་ལས་ཀྱི་ཆེ་བ་མ་ཡིན་སྲིད་དེ་ལུས་ངག་གི་སྤྱོད་པ་སྟེང་ནས་སླེབས་ཡོད་ར། དུས་གསུམ་མཁྱེན་པ་འདྲ་བོ་ཞིག་ཡིན་ན་ཡང་ས་བཅུ་ཟངས་ཆུ་གསུམ་པ་སྤྲང་མོ་རེད་ལག་རེད་དེ་ཡིན་ན་ཡང་ལས་ཀྱི་ཐ་མ་ལ་རྣམ་པ་ཁྱེར་ནས་མེད་མཁན་ཞིག་ར་པི་ཝི་ངོ་འདྲི་སྲིད་རྣམ་པ་ཁྱེར་ནས་རང་བཟོ་འདོར་རྒྱུ་ལས་གཟུགས་པོ་ཆུང་ཆུང་ཞིག་མ་གཏོགས་ཆེན་པོ་ཡོད་མ་རེད་སྲིད།

ཟོག་དང་ལང་ཚོ་ཆོས་ནི་མེད་མཁན་ཞེས་གི་ཅིག་དཔེ་ཚོགས་ཤིག་ཡོད་རེད་ལབ་བོ། དེ་དེ་ཚོ་ཐམས་ཅད་ཡེ་ནས་ཡང་གང་ཞིག་ན་དེ་རྒྱུད་ལ་ཡོད་པའི་ཀའི་ལས་ངན་གི་སྒྲིབ་པ་བག་ཆགས་དང་སྤངས་མ་ཐག་ར་དེ་སུ་ལོག་ལ་སླེབས་ཡོང་གི་ཅིག་དེ་ལ་གནས་ངན་ལེའི་ལ་ར་དེ་གི་དེ་གི་འབྲས་བུར་ཡིན་གྱི་འོག་ཏུ་སེམས་ཅན་གི་བག་ཆགས་ལས་སྒྲིབ་ར་དེ་ག་ནང་བཞིན་གི་དེ་ནས་དེ་གི་གནས་ངན་ལེ་དེ་སྤངས་མ་ཐག་ཏུ་དེ་ནས་ངག་ཡེ་ནས་མ་བདེ་བའི་ཆ།

དེ་ནི་ཁ་ཁྱེར་རྟགས་དང་སྒོག་དང་ལག་བརྐྱང་དང་གཉིས་གཉིས་ཆོད་པ་ལ་གོ། ཁ་ཁྱེར་འདོད་ཆགས་སེར་ལྟ་བའི་ཚིམ་སྦྱོར་ཡོད་རེད། ཁ་ཁྱེར་རྒན་མོ་ཞིག་འཛུམ་བཏུམ་ནས་འགྲེང་འགྲོ་བ་ཡོད་རེད། ཁ་ཁྱེར་ལག་པས་ཐོག་ནས་འགྲེང་འགྲོ་བ་ཡོད་རེད། ཁ་ཁྱེར་རྒྱོ་མ་བརྒྱབ་ན་ཆུ་ནས་མི་འདེགས་པ་ཡོད་རེད་ཉོན་མོངས་ལ་ཆེ་ཆུང་ཡོད་རེད། ང་འདྲ་བོ་ཡིན་ན་དེ་ཉོན་མོངས་ཆུང་ཆུང་རེད་ཅེས་བལྟས་ནས་འགྲེང་རོགས་རེད་ཅེས་གཅིག་བལྟས་ཤར་ལེགས་རོགས་རེད།

དེ་གཉིས་ལས་མ་གྲོལ་ན་ཞེས་མཚན་མིག་གི་མཚན་འཛིན་མ་གཏོགས་དང་མཚན་མིག་གི་སྣང་བ་མ་གཏོགས་པ་དང་དེའི་སྐད་ལ་རྐྱེན་ལ་བརྟེན་ནས་བག་ཆགས་དེ་སོགས་མ་གཏོགས་ནས་མ་གྲོལ་ན་དེ་ནི་མྱང་འདས་དང་རྫོགས་པའི་བསགས་སྦྱོར་གཏན་མི་རིགས་སོ་མྱ་ངན་ལས་འདས་པ་ཟེར་ཡ་དང་འཁོར་བ་ལས་བྲལ་བ་ཚོགས་དོན་ཡིན། རྫོགས་པའི་བསགས་སྦྱོར་ཟེར་ཡ་དང་ཐར་པ་ཐོབ་པ་གང་དབང་དང་རེ་གཏན་མི་སྲིད་པར་འགྱུར་ཟེར།

བདེན་པ། རིང་པོ་ལ་ལྟོས་ནས་ཐུང་ངུ་ཐུང་ངུ་ལ་ལྟོས་ནས་རིང་པོ་ད་དེ་འདྲའི་རྣམ་པར་གཞག་ཡག་ག་ལ་ལྟོས་ནས་སྡུག་ག་སྡུག་ག་ལ་ལྟོས་ནས་ཡག་ག་ད་དེ་འདྲའི་ཞེས་རྣམ་པར་གཞག་དེ་རང་མ་གཏོགས་ང་རང་གི་རང་ངོས་ནས་གྲུབ་པ་ཡོད་མ་རེད་བ། དེ་རེད་དེ་ལྟ་བུའི་རྣམ་པར་འཇོག་པ་སེ་གང་ཞིག་གང་ལ་ལྟོས་པ་དེ་ནི་གཅིག་དང་གཅིག་མ་ཡིན་ཏེ་གཅིག་ལ་གཅིག་ལྟོས་འདོགས་ནི་གཅིག་མ་རེད་བ་ཡ། དེ་ཡིན་ནི་དེ་གཉིས་ཆུ་ཁེན་ཚ་ཆག་གི་རང་རིང་པོ་དགའ་བའང་རིང་པོ་ཡང་ཡིན་ཐུང་ཐུང་ཡང་ཡིན་གཉིས་ཀ་ཆ་ཁེན་ཚ་སྤྲང་པོ་ཆག་གི་ར་ལས་ཆེན་པོ་ཡང་ཡིན་ཆུང་ཆུང་ཡང་ཡིན་གཉིས་ཀ་ཆ་དེ་ནི་ཤུལ་ས་ལས་སུས་ཀྱི་མ་རེད་བ། བསྟུད་ཆུ་གཉིས་བཞག་ཡིན་པ་གནས་སྐབས་སུ་ལ་ལྕེ་གང་སྐྱེས་གང་ལ་བསྟུད་པ་དེ་དེར་ལྕེ་དུ་མ་ཡིན་ཏེ་ལྕེ་ལ་བསྟུད་ས་བསྟུད་ཆུ་གཉིས་འགར་བ་ཟེར་རོ། ལྕེ་བསྟུད་ས་རེད་ལྕེ་བསྟུད་ཆུ་རེད་ཟེར་བ་གཉིས་ཀ་ཡོད་མ་རེད་ཟེར་ལྕེ་ཆུ་འགར་བ་ཟེར། ད་དེ་ལྕེ་དང་ཐ་དད་དང་བྲལ་བ་ག་སྐོར་སོགས་ཆ་ཚང་བཀོད་ཁ་རོགས། དེ་ནས་གཞན་གཉིས་ཀྱང་མ་ཡིན་ཏེ་ཞེས་དེ་ནས་བསྟུད་པ་པོ་མ་གྲགས་ན་གཞན་གཉིས་ཀྱང་མ་ཡིན་ལ་ཞེས་ཏེ་ཁ་ཚང་དེ་རེད་ང་ཚོས་རྒྱུ་འབྲས་ལ་དཔྱད་པའི་གནས་སྐབས་སུ་ལ་དེ་ནས་དུས་མཉམ་ལ་ཐ་དད་ཞིག་རེད་དེ་གཞན་ཞིག་རེད་དེ་དེ་ནས་བསྟུད་ཡོད་ང་ཚོས་དཔྱད་དགོས་གྲུབ་མ་རེད་ལ་ཡང་དེ་ནང་བཞིན་ར

དེའི་རྒྱུ་མཚན་ལས་དེ་ནི་དུག་ཡོད་པ་ཡང་འཛིན་མིན་པ་ཡང་འཛིན་བདེ་རེད་དེ་མ་གཏོགས་ད་ད་ལྟ་དཔལ་དང་མཁན་པོ་དགའ་བ་རིང་པོ་དང་ཐུང་པོ་ཡང་ན་ཆུ་བཤད་མཁན་ཡག་པོ་དང་སྡུག་ཅག་ཟེར་ཏེ་བསྟུད་ཆུ་ཡིན་པ་ཧ་གོ་འདོད་དུ་མེད་པ་ཏག་ཏག་གྲོགས་མགོ་ཟླ་ལས་དེ་ཚོའི་ཐད་རྟེན་འབྲེལ་གྱི་གནས་མ་ཤེས་ནས་ང་ཚོ་དེ་འདྲ་ཞིག་འཕྲོག་འགྲོ་དགོས་རེད་ད་ཨོ་ཡ་གཞན་ཡིན་ལ་གྲོབ་ན་ནི་གཞན་ལ་ལྟོས་མི་དགོས་ཟེར་རོ་དེ་ལྟར་བདེན་པ་གཉིས་སུ་བཤད་པ་ལས་ད་དེ་བདེན་གཉིས་ཀྱི་རྣམས་ཀྱང་འཁྲུག་སྡོང་རེད་ད

སྐྱེས་བུ་གྱི་སྐྱེ་གཞི་ཞེས་འོངས་ན་སྐྱེ་གཞི་དེ་ཐོན་མིའི་སྐྱེས་ད་ལོ་ཀ་ཡིན་པ་དེ་ཡིན། ད་ལྟའི་ཁོ་རང་དཔེ་ཆ་ག་ཚེག་དེ་དངོས་གནས་འདྲེན་དགོས་རོ། དེ་ལྟར་བདེན་པ་གཉིས་སུ་ཤེས་པ་ལས། དེ་ནས་ངོ་བོ་ལ་དཔྱོད་པ་གཅིག་དུ་སྦྲེལ་གྱིས་ངོ་བོ་ལ་དཔྱོད་པ་གཅིག་དུ་སྦྲེལ་ཏེ་དབུ་མ་ཤེས་རབ་ལ་འཇུག་པ་ཁོ་རང་གི་རིག་པར་བ། བ། འདིའི་ནང་ལོགས་ནས། དེ་ནས་འདིའི་ནང་ལོགས་ནས་ད་ལྟ། ལྟས་ཚོད། ཚུལ་དེ་ནས་དགག་དེ་ལ་གར་དེ་མ་དག་ཉམས་དགག་ཙམ་དུ་བཀག་པ་མིན་ན་ཡུལ་གཞི་མ་གྲགས་པ་ཤེས་པ་དང་དགག་འགྲོ་གི་རེད་ཟེར། དེ་ནས་དོགས་པ་དེ་སྟེར་བ། དེའི་གི་ལན་དེ་ལ་ཤེས་ཁོག་རེ་ཕག་རྒྱག་ཁོག་རེད་དེ་འདྲ་ཅན་དང། དེ་འདྲའི་ཤེས་ཀྱི་དེ་ནས་བདེན་གཉིས་ཀྱི་རྣམ་གཞག་དེ་ལྟར་བདེན་པ་གཉིས་སུ་ཤེས་པ་ལ་དེ་ནས་ངོ་བོ་ལ་དཔྱོད་པ་གཅིག་ཏུ་དྲིལ་གྱིས་རོགས་པ་དེ། ཡོར་ཚོད་ཀྱི་ཡོར་དུ་ནང་གི་ཡོར་ཅི་ཞིག་བ་ཤིས་ས་ཐམས་ཅད་དེའི་ནང་ནས་བསྡུས་འགྲོ་བ། མ་གཏོགས་ཡང་ང་ཚོའི་ཡུལ་གཞིའི་ལག་ཁྱོར་དུ་ལྷག་འགྲོ་ཡ་གཞན་འདྲ་ཞིག་ཡོད་མ་རེད་ད།

ཁྱོད་ནི་དེ་ནི་ཡག་པོ་ཞེས་ཅག་འཕྱར་ང་རང་དེ་ཡག་པོ་ཡིན་པའི་ཆ་བ་ཡང་རྙེད་ཀྱི་མི་འདུག་ཁོ་རང་དེ་སྡུག་ཅག་ཡིན་པའི་ཆ་བ་རྙེད་ཀྱི་མི་འདུག་གང་ལྟར་དེ་ནི་ཁྱེད་ལྟར་གནས་སྐབས་གང་དྲག་སོང་སེམས་བཟང་འདྲ་བོ་ཞིག་དེ་འདྲ་སྲིད་ན་ཕར་མཐའ་ཞོག་ཐབས་སྐྱོ་སྲིད་དགོས་པ་ཆགས་འགྲོ་གི་འདུག་དེ་མ་ཐག་ཉམས་དགའ་ཙམ་མ་གཏོགས་ཁོ་དེ་ནི་ཆོས་བདེན་པ་ཞིག་མེད་པའི་རྒྱུ་མཚན་རེད་ད་ལེ་དེ་ཡང་དུ་རྗེས་འཇུག་གི་སྐབས་ཡིན་པས་གར་བ་མི་གདའ་བ་སྲིད་དེ་རེད། དེས་ན་ད་བདེན་གཉིས་རྣམ་གཞག་དེ་ལ་དཔེ་ཕན་ཐོགས་ཡག་པོ་ཡོད་པ་སྐད་ཆ་རེད། དེས་ན་བདེན་གཉིས་རྣམ་གཞག་ལ་མཁས་པའི་བདེན་པ་གཉིས་ཀྱི་རྣམ་གཞག་ལ་མཁས་པའི་ཤེས་རབ་ཀྱིས་ད་འདི་མཁས་ཏེ་དེ་ནས་ཀུན་རྫོབ་ཀྱི་ཆོས་འདི་དག་ཐམས་ཅད་ན་བདེན་གཉིས་ལ་ཡག་པོ་མཁས་ཡོང་བ་ཡིན་ན་དེ་ནས་ཐབས་ཤེས་ཡག་མི་འདྲ་བ་ཟེར་ཡག་ཏུ་ཆགས་ཀྱི་ཡོད་རེད། དེ་ག་ཟེ་ཐབས་ཤེས་ཡག་གྲབས་སོང་བ་ཡིན་ན་ཐབས་དང་བྲལ་བ་ཤེས་རབ་དང་ཤེས་རབ་བྲལ་བ་ཐབས་དེ་གཉིས་ཀ་འཆིང་བ་ཡིན་པ་དེ་གཉིས་དེ་ནི་ང་ཚོས་ཁྱེད་ཚོས་བརྟག་མྱོང་བའི་མཐར་ཕྱིན་ནང་ལོགས་ཤེས་རབ་ལེའུ་ནང་ལོགས་ནས་བཤད་ཡོད་བ་དེ་ནི་དེ་ག་ནང་བཞིན་གྱི་དེ་ནི་ད་ལྟ་བཟང་སྤྱོད་ལམ་སྒྲོན་ནང་ནས་བཤད་ཡོད་བ་ངོ་དེ་ཆགས་འདུག་དེས་ན་བདེན་གཉིས་རྣམ་འབྱོར་ལ་མཁས་པའི་ཤེས་རབ་ཀྱིས་དངོས་འཛིན་ཐམས་ཅད་བསལ་བར་བྱས་ཏེ་དངོས་པོའི་འཛིན་པ་ཡོངས་རྫོགས་བསལ་བར་བྱས་ཏེ་གང་ཡིན་ཟེར་དུས་ཐ་སྙད་ཀུན་རྫོབ་ཀྱི་བདེན་པ་ལ་མཁས་ཡོང་པའི་གནས་སྐབས་སུ་ལ་ལས་རྒྱུ་འབྲས་ཀྱི་རྣམ་གཞག་ལ་མཁས། འཇིག་རྟེན་ཡང་དག་གི་ལྟ་བ་ལ་མཁས་ཚང་མ་ལ་མཁས་ཡོང་བར་བ། དེ་ནས་ད་དོན་དམ་བདེན་པ་ལ་མཁས་ཡོང་པའི་གནས་སྐབས་སུ་ལ་དེ་ནས་སུ་བཟུང་བ་ཀུན་ཡོར་དང་ནང་འཛིན་རིགས་ཀྱི་ཤེས་པ་དང་བཅས་པ་ཚང་མ་མ་དྲག་པོ་ཚོ་ལ་མཁས་ཡོང་རང་སྟེང་གི་དངོས་འཛིན་ཐམས་ཅད་སྲི་བར་ཟད་དེ་དབུ་མ་རིན་ཆེན་སྒྲོན་མ་ལས་རིན་ཆེན་སྒྲོན་མ་དང་མང་པོ་ངེས་དྲངས་ར།

དེ་ཡང་འདོད་མ་ཉམས་ས་བར་སྣང་སྤྱོད་པ་ཐོགས་པ་མེད་ཟེར་བར་སྣང་ན་འགྲོ་བར་ཟད་པ་ལ་དཔེ་ཡག་པོ་ཟིན་ནས་འགྲོ་གི་རེད་ཡལ་ལ་ལས་དེ་ལས་ལྡོག་པ་མེད། དེ་ཡི་དཔེ་བཀླགས་ནས་དེའི་རྒྱན་དུ་ཚུར་ཉིད་བདེན་པ་ཡང་ཟེར་དོན་དམ་པ་བདེན་པ་ལ་མཁས་པ་དང་ཀུན་རྫོབ་ཀྱི་བདེན་པ་རྣམ་པ་གཉིས་པོ་ལ་མཁས་པ་དེ་ཡང་དེ་ཆོས་དཀོན་ལས་ཐོགས་པ་མེད་ཟེར་གང་ཡིན་ཟེར་ན་དོན་དམ་དང་ཀུན་རྫོབ་ཀྱི་བདེན་པ་གཉིས་མ་གཏོགས་ཤེས་བྱ་ལ་དེ་ལས་གཞན་དུ་སྤྱོད་པའི་ཤེས་བྱ་སྲིད་ཀྱི་མ་རེད་བ། དེ་གཉིས་ཀ་ལ་མཁས་ཡང་ཆོས་རྣམས་དཀོན་ལ་ཐོགས་པ་མེད་ཟེར།

དེ་ནས་སྟོང་པ་ཉིད་སྟོང་དུ་རྩེ་ཡོན་པོ་གནས་སྐབས་སུ་ལ་དྭགས་ཆོས་དང་མཐུན་པ་སྐབས་ཅན་ལན་བདུན་པའི་སྙད་གི་མ་རེད། དེ་ནས་ཡང་སྡུག་ལས་སྡུག་ཚེ་ལབ་བདེ་ན་ནི་གོ་དོང་དང་མི་མཐུན་པའི་ལབ་ན་ནི་འགྲིག་གི་རོ་བ་མ་གཏོགས་སྟུག་ཉིད་སྲིན་གི་དོད་རྒོལ་བ་དང་མི་འགལ་གི་གྲགས་རེད་ཟེར། ད་ལྟའི་རིགས་དངོས་པོ་མེད་ལ་དབང་ཐོབ་བས་དངོས་པོ་མེད་པ་ལ་དབང་ཐོབ་ཟེར་ནས་ལྟ་སྒོམ་སྤྱོད་པ་ཟད་ནས་དངོས་མེད་ཀྱི་དོན་དེ་དེ་ནི་དང་པོ།